ཧང་སངས་ཡས་ཚེ་ཐུང་པོ་ངོ་ནས་གནང་ཞག་སོང་ཙང་རྣམ་པ་ཚོ་ཚ་མ་རོག་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ནས་ཞུ་ཡས་ཡིན་ཨ་དེ་ང་ང་རང་གི་བརྙན་ཐུང་དུས་རྒྱུན་དུ་ཟི་དེ་ངས་ཁོ་ནང་ཚོ་རྩོད་པའི་གེ་ནི་ད་ལའི་ཨ་ནི་ཚོ་ཤུགས་གནང་ངའི་གསར་བ་མང་པོ་ཅིག་བྱུང་ཞག་ཁོ་ནང་ཚོ་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལ་ནས་ཞུ་ཡས་ཡིན་ཨ་འདི་མ་ཡིན་པའི་གེ་ཡང་ཅིག་མང་པོ་ཅིག། བརྙན་ཐུང་གཟི་བྱས་ནས་ཡང་ཁྱེད་ཀྱི་ཚོགས་ཞུགས་གནང་ཡའི་དྲན་པ་བརྗེད་དེ་ངས་ཡིན་པ་ཡིན་ན་ཨ་ནི། ཁོ་རང་ཚོ་ལ་བསྐྱར་དུ་ཞུ་ཡས་ལ་ཨ་ནི་ཚོགས་ཞུགས་དེ་ངེས་པར་དུ་གནང་རོགས་གནང་ལ་ནི་འབོད་སྐུལ་ཞུ་ཡས་ཡིན་གང་ཡིན་ཟེར་ན་ད་ངས་ནམ་རྒྱུན་ནས་ཞུ་བསྡད་ཀྱི་ཡོད་རྣམ་པ་ཚོ་གི་ཡང་ཁྱེད་སོ་སོ་ངོས་ནས་ཚོགས་ཞུགས་གནང་བ་ཡིན་ན་ཨ་ནི་ཅིག་ང་ཚོ་བརྙན་ཐུང་བཟོས་ངེས་ཡིན་ན་རེད་ཨ་ནི་ཅིག་གི་དེ་ལ་ཡ་ཅིག་སོ་སོ་ངོས་ནས་ཅིག་སེམས་ཤུགས་འཕར་མ་ཅིག་སྐྱེ་གི་འདུག་ལ་ནི་ཞུ་ཡས་ཡིན། ད་ལྟའི་ང་གཅིག་པུ་མ་རེད་ང་དང་ང་འདྲ་བའི་བརྙན་ཐུང་བཟོ་མཁན་མང་པོ་ཚོགས་ཀྱི་ཁོ་རང་ཚོ་ཚང་མ་འབུད་སྐུལ་དང་རེ་སྐུལ་དག་རང་རེད་ཨ་ནི་ཅིག་ཚོགས་ཆུང་ནང་ཡང་དེ་ཨ་ནི་ཅིག་ང་རང་ཚོ་གཅིག་གཅིག་ལ་རྒྱབ་སྐྱོར་མཚོན་བྱེད་དུ་ཨ་ནི་གལ་ཆེན་པོ་ཆགས་བསྡད་དགོས་རེད་ཨ་ནི་སོང་ཙང་རྣམ་པ་ཚོ་སུ་ལ་ཡིན་ན་ཡང་ཚོགས་ཞུགས་དེ་ངེས་པར་དུ་གནང་རོགས་གནང་ལ་ནི་འབུད་སྐུལ་ཞུ་ཡས་ཡིན། ད་རིང་རྣམ་པ་ཚོ་ལ་ཡང་ངས་ཀྱི་བརྙན་ཐུང་ཅིག་ཕུལ་དགོས་བསམ་སོང་ད་དེ་བརྙན་ཐུང་དེ་ངས་ག་རེ་ལན་ཞུས་པ་ཡིན་ན། བརྙན་ཐུང་དེ་གལ་ཆེན་པོ་ཆགས་ཀྱི་འདུག་ང་རང་ཚོ་དམིགས་བསལ་གྱི་ད་ལྟ་སུད་སི་ལ་བཞུགས་དེ་ངས་ང་རང་ཚོ་བོད་རིགས་སྤུན་ཟླ་ཚང་མ་ལ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་བསམ་གྱི་འདུག་མང་པོ་ཅིག་ད་མཁྱེན་དགོས་རེད་བསམ་གྱི་འདུག་ཡིན་ན་ཡང་ད་ཡང་ཅིག་གི་ལོ་གཞོན་པ་ཚོ། ཅིག་ཡང་མ་ཡང་ཅིག་གི་མཚན་ཕྱི་པོ་དེ་བ་ལ་ཡང་རྣམ་པ་ཚོ་ཡང་མ་ཕེབས་དགོས་འདུག་བསམ་པ་ལ་ཡང་ཏིས་ཟབ་ས་མ་མཆིས་བ་ཡིན་ན་ད་དེང་སང་དུས་ཚོད་སྡུག་ཅག་ཡིན་འདུག་བསམ་པ་ལ་ཡང་ནི་ཅིག་གི་དེ་བ་ལ་ཡང་འཕྲོག་བཅོམ་བྱས་ད་དེ་འདྲས་ཀྱི་གནས་ཚུལ་མང་པོ་ཞུ་རྗེས་ད་ད་གནས་ཚུལ་ཅིག་ང་རང་གིས་དངོས་སུ་ང་རང་ནང་མི་དང་ང་རང་ཚོ་དངོས་སུ་ངའི་མིག་མདུན་ལ། བྱུང་འཁྱོར་གྱི་གནས་ཚུལ་དེ་ངའི་རྣམ་པ་ཚོ་ལ་ཞུ་བཞག་ན་བསམ་ཚོར་བ། འོང་འདི་ངའི་རྣམ་པ་ཚོ་ལ་ཞུ་ཡ་བྱེད་དུ་ད་ལན་གྱི་བརྙན་ཐུང་འདི་བཟོས་ཡིན་སྤྱི་ལྟང་ནས། གནས་ཚུལ་འདི་ད་ངེད་ཅག་འདྲ་བོ་ཞིག་བྱུང་རེད་འདི་བྱུང། འདི་བྱུང་མ་ཐག་ལ་ཡང་ང་རང་ངོ་ཤེས་མ་མང་པོ་ཅིག་ལ་ང་རང་ངོས་ནས་ཁ་ཐུག་ངེས་འདུག་ཁོ་རང་ཚོ་ལ་ཞུ་རྒྱུ་བྱུང་སོང། ཁྱེད་རང་ཚོ་དགོངས་དག་ཡང་ཕྱག་ལས་གྲོལ་བྱས་འདི་ནས་མ་ཕེབས་བར་ཡང་ས་ཆ་འདི་ལ་ཡང་མ་ཕེབས་བ་ཡིན་ན་ཟབ་གསང་གནང་རོགས་གནང། ག་ཅེ་ན་རང་ངས་ང་རང་གིས་འདི་འདྲས་མཐོང་སོང་དེ་ལ་ཉེན་ཁ་ཆེན་པོ་འདུག་བདག་ལ་ནས་ཁོ་རང་ཚོ་ལ་ཞུ་རྒྱུ་བྱུང་སོང། ཁོ་རང་ཚོ་ངོས་ནས་བདག་ག་རང་གསུངས་སོང་ང་རང་ལ་ཡན་ཅིག་ཁྱེད་རང་འདི་ཚོ་ལ་བརྙན་ཐུང་ཅིག་བཟོས་ཐུབ་པ་ཡིན་ན་ནི་ཅིག་མང་པོ་ཅིག་ཐུགས་འགན་གསོས་པའི་ཡོང་གི་རེད་ནི་ཅིག་ཡང་ཁ་ཤས་མང་པོ་ཅིག་མ་ཁེངས་བ་དེ་འདྲ་ཡོང་སྲིད་ཀྱི་རེད་ང་རང་ཚོ་སྦག་ས་ནང་ལོགས་ལ་ཁེངས་བ་ཡིན་ན་ཡང་ཅིག་སུའི་ས་གནས་ནང་ལོགས་ལ་ཡང་ང་རང་ཚོ་ས་གནས་ཉི་ཤུ་རྩེ་ལྔ་རྩ་དྲུག་ཟུར་དུ་ཙམ་བ་ལ་ཡན་ཕྱོགས་མཐའ་ཁག་གཞན་པ་ནས་ང་རང་ཚོ་སྦག་སལ་ལ་ཡ་ཁྱམས་གང་ཡོད་ངས་བོད་རིགས་སྤུན་ཟླ་ཡོག་མ་སི་བ་མ་རི་བ་ཁོ་རང་ཚོ་ལ་ཡང་གཅིག་གི་གཅིག་ཁྱེད་རང་གི་གནས་ཚུལ་འདི་མཐོང་བ་ཡིན་ན་ཡང་ཁོ་རང་ཚོ་ལ་ཡ་ཐུགས་ཁའི་སོང་ཡ་དེ་འདྲ་ཡོག་མ་སི་བ་མ་རེད་སོང་ཙང་ཁྱེད་རང་བརྙན་ཐུང་བཟོས་ན་ཡག་པོ་ཡོད་རེད་ཟེར་ནས་ཨེ་ང་རང་ངོ་ཤེས་པ་ད་ང་རང་གི་འཆམ་པོ་དེ་ཚོ་ཁོ་རང་ཚོ་དེ་འདྲ་ཞུས་སོང་ཨེ་དེ་འདྲ་ཞུས་བ་ན་ཤེས་ངེས་ཀྱིས་ད་དེ་འདྲ་ཅིག་བཟོས་ཤག་ན་ཡག་པོ་འདུག་བསམ་ཚེ་ནས་ངས་ད་ལན་རྣམ་པ་ཚོ་ལའང་འདི་གནས་ཚུལ་འདི་ངས་ཞུ་དགོས་བསམ་སོང། ད་ཐོག་མར་དེའི་རྣམ་པ་སོགས་ཀྱི་ད་མང་པོ་ཅིག་མཁྱེན་དགོས་བར་ངེད་ཀྱིས་བརྙན་ཐུང་ཟིན་ཉུང་ངེས་ཡིན་ན། ང་ཚོ་ད་ལྟ་ས་གནས་ཀྱི་མཛད་སྒོ། ད་ཡིན་ན་ཀུན་འདུས་འཁྲུངས་སྐར་ཡིན་ན་རེད་ང་རང་ཚོ་ལོས་ས་ཡིན་ན་རེད། ཤུགས་ཆེ་བ་འདྲ་བོ་ཅིག་ཚོགས་ཁང་འདི་བརླག་དགོས་རེད་ཚོགས་ཁང་འདི་མིན་ལ་ཡུང་ཀེ Zentrum Basel ལ་གི་རེད། Dreirüsenburge དང་ད་ལྟ་དེ་གཤམ་ལ་ཡཱ་པར་ཁ་ཤས་བཞག་འོར་བ་རྣམ་པ་ཚོ་དེ་གཟིགས་དར་བ། དེ་ལ་ད་ང་ཚོ་གི་མང་ཆེ་བ་རེ་བ་ཞིག་ང་རང་ཚོ་གི་ད་བོད་པའི་གི་ང་རང་ཚོ་གི་དུས་ཆེན་ཁག་ཤུགས་ཆེ་དེ་བཏང་གོ་རེད། ཡིན་ན་ས་ཆ་དེ་ཡག་པོ་ཞིག་རག་ཡོད་མ་རེད་ས་ཆ་དེ་དེ་ལ་མང་ཆེ་བ་ཅིག་ཐ་མག་ནག་པོ་བཏུང་ངེས་ད་ཆང་རག་བཏུང་ངེས་ད་ནི་ཤུགས་ཆེ་ལུང་ལུང་པ་ཁག་ཕྱི་ལོག་ནས་ནི་སྐྱབས་བཅོལ་བྱེད་ཨ་ནི་ཁོ་ན་ཚོ་དེ་ཤུག་གུག་གི་གནས་སྟངས་མ་འགྲིག་ཆེ་དེ་འདྲ་མང་པོ་ཆིག་དེ་ཡིན་ཡོན་དེ་བ་ལ་བསྡད་གོ་རེད་སོང་ཙང་འོ་འདི་ས་ཆ་དེ་དེ་སེ་ཡག་པོ་ཞིག་རག་ཡོད་མ་རེད། ཨ་ནི་ང་ཚོའི་གི་ཚོགས་པའི་གི་ད་ད་མང་ཆེ་གི་ད། ཚོགས་ཁང་དེ་གར་ཕྱིན་བརླག་གོ་ལ་ན་ཡང་འདི་ནང་ལོག་ལ་སྤུ་གུ་རྩེ་མོ་རྩེ་ས་ཡོད་བ་ཆེ། ཨ་ནི་ཚོགས་ཁང་ང་རང་ཚོ་གི་དུས་ཆེན་བཏང་ས་ཡོད་བ་ཆེ་ཞོར་ལི་ཨ་ནི་མཚན་ཚོགས་འཁྲབ་ས་བྱེད་ནས་འདུག་ཁོ་རང་ཚོ་ཚོགས་ཁང་གཅིག་ནང་ལོག་ལ་ཨ་ནི་འདུག། སྡེ་ཚན་ཁ་གསུམ་ས་ཏྲ་བུ་ཆགས་བསྡད་ཡོད་རེད། ཨ་འདི་མང་ཆེ་ཤུགས་ཆེ་ང་རང་ཚོ་གི་བླ་གུ་བོ་རེད་ཨ་ནི་གོང་ཚད་རན་པོ་འདྲ་བོ་བྱེད་བྱེད་ནས་འོང་འདི་ང་ཚོ་བླ་གུ་བོ་རེད་ངེད་ཅག་ད་ལྟ་ང་རང་ངོ་ཤེས་པ་ཅིག་གི་སྤུ་བོ་སྐྱེས་ཁ་སྐབས་ལ་ཡང་ང་ཚོ་ཉི་མ་གཅིག་སྔོན་ལ་ཡང་ད་ལྟ་ཚོགས་ཁང་འདི་ཡར་མ་ཅིག་གྲ་སྒྲིག་འདྲ་བོ་དང་ཚོགས་ཁང་འདི་ཡར་མ་གྲ་སྒྲིག་བྱེད་ནས་རོགས་པ་འདྲ་བོ་དང་དེ་འདྲ་བྱེད་ཁར་འགྲོ་དུས་བརྩམས་པ་ལ་ཡང་ཨ་ནི་སྐབས་དེ་དུས་གཟའ་པ་སངས་ཉིན་མོ་དེ་རེད་གཟའ་པ་སངས་ཉིན་མོ་ཆུ་ཚོད་དགུ་དང་ཕྱེད་ཀ་བཅུ་བ་ཡིན་མོད་ཀྱི་རེད། ཨན་དེ་དུས་ང་ཚོ་ད་གྲ་སྒྲིག་དེ་ཚོ་ཆ་ཚང་ཆགས་བྱས་ནས་ཨ་ནི་ང་རང་དང་ང་རང་ཀི་མེན་བྱས་ང་རང་པུ་གུ་བྱས་འདུག་ང་རང་ཚོ་གོམ་པ་རྒྱག་ནས་འདུག་འགྲོ་འདུག་ཙམ་པ་ལ་ཡ་ཨ་ནི། སྐབས་དེ་དུས་ཨ་ནི་ཚོགས་ཁང་དེ་ནས་ཡཱས་འགྲོ་བ་ད་ཨ་ནི་ད་ལྟ་མནའ་མ་ཚོ་སྤར་ན་ཟེར་གི་རེད་བ་ལག་པ་གཡོན་ཕྱོགས་ལ་ང་ཚོ་འདུག་འགྲོ་དེའོ་རེད་ལག་པ་གཡས་ཕྱོགས་ནས་ད་ལྟ་ཕོ་སར་ཧ་ལམ་མི་ཨེ་དྲུག་བདུན་ཞིག་འདུག་ཁོ་རང་ཚོ་ཚང་མ་ད་ལྟ Bench འདྲ་བོ་བྱོས་རེད་འདི་ཟུར་འདི་ག་ལ་ཁོ་རང་ཚོ་ད་ཞེས་བཏང་ཨན་དེ་ལ་ཁོ་རང་ཚོ་ཅིག་ཕི་ཆུ་བཏུང་བྱས་ནས་བསྡད་ཤག་ཨན་འདི་བདུན་ནས་ཁ་ཐུག་ནས་ཡ་ད་ལྟ་ངའི་རྣམ་པ་ཚོ་པར་ནང་གཟིགས་ཀྱི་རེད་བ་ས་ས་བྲག་ཇུས་འགུ་དུ་བ་འདུག་ས་བྲག་འདྲ་བོ་ཅིག་བྱས། སྒང་ནི་ཡ་ད་ད་ལ་འགག་ཡོད་ར་ཚུ། དེ་ནས་སྒང་ནི་ཡ་ནི་སྙིང་རྗེ་ཧ་ལམ་ད་ད་ལོ་དྲུག་ཅུ་ཟིན་མ་ཟིན་ཅིག་སྤོ་ལགས་ཀྱི་དེ་ཚུ་ཕ་ནས་ནི་རྐང་འཁོར་དང་ནི་འདུག་ཁ་ཐུག་སླེ་བསྡད་ཤག་ང་ཚོ་ལག་པ་གཡོན་ཆོད་འདི་ནས་ག་ལི་ག་ལི་ཡ་འགྲོ་དེ་ཡོད་ཨ་ནི་ཀོ་འདུག་ཁབ་ཐུག་མ་སླེ་དུས་ཙམ་པ་ལི་ཡ་ཁོ་རང་ཚོ་ད་ལྟ་དེ་ལག་པ་གཡས་བྱུང་ནས་ཕོ་གསར་བདུན་བརྒྱད་བསྡད་རྒྱུ་ན་ནི་ཕོ་གསར་གཅིག་ཡར་ལངས་ནས་ད་ལྟ་སྤུ་གུ་ཆུན་ཆུན་བཏང་ཡས་ཀྱི་ད་ལྟ་རྐང་པ་གི་འདུག་སོ། རྐང་ག་རི་འདྲ་བོ་བརྗོད་རེད་འདི་ལ་ང་ཚོ་གི་སུད་སི་ནང་ལ་ཡང་ཏོད། Totteney། ལ་གི་འདུག་ཨ་ལ་རྐང་པ་དྲུད་འདུག་བཏང་ཡས་དེ་ཨེ་འདྲ་འདྲ་བོ་ཞིག་བཏང་ཡས་འདྲ་བོ་ཅིག་བྱེད་སོང་ཨ། ཏག་ཏག་སྤོ་ལགས་འདི་གི་ཁབ་དུག་འདུག་ཡོང་བ་དང་སྤོ་ལགས་འདི་རྐང་པ་གཙག་ལ་ཏག་ཏག་ཁོ་ར་ཁོ། འདུག་དུང་ཁ་རྒྱ་ཁྱོད་འདྲ་བོ་ཆགས་སོང་ཨ་སྤོ་ལགས་འདི་གི་ལེམ་སང་མ། Break རྒྱ་མདུད་ཙམ་པ་ལ་ཡ། སྤོ་ལགས་འདི་འདུག་ཨ་ལོ་ཁོ་ར་རྒྱབ་ནས་བས། ས་བྲག་ག་ལ་དེ་ས་ལྡིང་ག་ལ་མ་རིག་སོ་ཨ། ད་ང་ཚོའི་སྙིང་རྗེ་གཅིག་རོགས་པ་འགྲོ་བ་ཇི་ག་ང་ཇི་ལྟར་རིག་བ་འགྲོ་བ་ཇི་ག་འགྲོ་དགོས་བསམས་སོ་ཨ། ངའི་རོགས་པ་ཇི་ག་འགྲོ་ཡས་རྙེད་ཁོ་རང་ལ་ཕ་གའི་ཕོ་ས་དྲུག་བདུན་གྱི་ལེམ་སང་ཁོ་རང་སྤོ་བོ་ལག་ལ་ཡལ་འདུག་ཟི་ཡག་བླ་འགའ་སླེ་སོ་ཨ། ཨ་ངས་བསམས་སོ་ཨ་ཙི་སྙིང་རྗེ་ལོ་ཆུང་བ་དེ་ཚོ་ཁོ་རང་ཚོ་དུས་སྐྱིད་བུ་བཏང་ཕི་ཆུ་བཏུང་བསྡད་བ་ཡིན་ནའི་མི་སྙིང་རྗེ་མི་དཀའ་ངལ་སྤྲད་མི་འདུག་མ་རིག་ངས་དེ་ཚོ་ལ་དངོས་གནས་རོགས་པ་བྱས་ནས་དཔེ་ཡག་པོ་རེད་བསམ་སོང་ཨ་ཨེ་ང་ཏི་སེར་ང། ད་ནི་ངས་ཀྱི་མེད་བྱས་ང་བྱས་ངའི་བུ་མོ་ང་ཚོ་ཏི་སེར་ང་ལྟ་བསྡད་ཡིན་པ་སྤྱི་བཏང་ནས་དེའི་བཟའ་ཕྲུག་པོ་ཞུ་བར་དེའི་བཟའ་དཔག་བསམ་ཉིན་མོ་དེ་ལ་གནའ་བོ་ཚོ་ཁེངས་ཁེར་བ། Swiss དང Europe ཁག་དེ་བ་ཡིན་ན་ད་བཟའ་སྤེན་པ་ཉི་མ་གུང་ཟས་ཡོད་དུས་བརྩམས་པ་ལ་བཟའ་དཔག་བསམ་ཉིན་མོ་དེ་ཁོ་རང་ཚོ་དག་ཅིག། རྣམ་བཤད་ཡག་པོ་བྱས་ནི་ཅིག་སྤྲོ་སྐྱིད་བཏང་ཆང་རག་བཏུང་དེའི་དེ་བ་ལ་གཞས་བཏང་ཨེ་ནི་བློ་འོ་དོ་ཚོ་དཔག་བྱས་ནས་ཁོ་རང་ཚོ་དཔེ་སྐྱིའུ་མི་དམངས་མང་ཅིག་སྐྱིའུ་ཞུ་བསྡད་བཞག། ཨ་དོ་སྣང་ཟེར་ཞེ་ར་འབྲུག་མི་འདུག་ཨ། ཨ་ང་གཉིས་སྐྱིད་སྨན་དང་ང་རང་གཉིས་བུ་མོ་ང་ཚོ་གསུམ་རྟ་དེ་ཡིན་པ་ཟུར་ནས་ཏེའི་ཟེར་མཁན་རྟ་དེ་ཡིན་པ། ཨ་ཁོ་ཚོ་གི་ལེམ་ཚ་པོ་ལགས་དེ་ལ་ཡར་བླངས་སོང། ཡར་བླངས་བ་དེ་ལ། ཡར་བླངས་བ་དང་ངས་ག་རེ་མཐོང་སོང་ལ་ན། ལེམ་ཚང་མི་གཅིག་གིས་ད་ལྟ་པོ་ལགས་ལག་པ་ནས་ཁ་བ་པ་བུ་ནི་མ་ཁ་བ་དོན་སོང་ཨ། ཁ་བ་དེ་ལེམ་ཚང་པུ་གུ་གཅིག་གིས་ཡར་སོ་སོ་པ་བུ་ནར་བླུགས་སོང་ཨ། དེའི་རྗེས་ལ་ཡར་ནི་པུ་གུ་གཅིག་གིས་རྒྱབ་ལོགས་ནས་ལེམ་ཚང། པོ་ལགས་ཁོ་རང་གི་སྦག་གུ་དེ་རྒྱབ་ལོག་ནས་ཡར་འཐེན་སོང་ཨ་ལེམ་སང། འཐེན་སོང། ཨ་ངས་ག་རེ་བྱེད་ཀྱི་ཡོད་ན་བསམ་སོང་ད་རུང་ངས་ཡག་པོ་བྱེད་འདི་ལྟ་བསྡད་ཡིན་པ། ཨ་ནི་གསུམ་པ་དེ་གིས་ལེམ་སང་ཁོའི་ལག་པ་གི་ཆུ་ཚོད་དུ་བ་ཨེ་འདྲས་ཡར་བླངས་ཀྱི་བླངས་ཀྱི་ཡོད་དོན་དོ་བྱས་ལེམ་སང་ཆུ་ཚོད་དེ་སྤིས་བྱས་ནས་ལེམ་སང་ཆུ་ཚོད་དེ་ཡང་མ་སྤིས་སོ་ཨ། ཨ་ནི་སྤོ་ལ་དེ་སྙིང་རྗེ་ཁོ་རང་ཤུགས་ཆེན་པོ་གདབ་བྱས་ནས་ད་ལྟ་དེ་དཔེ་ཀོ་ཅིག་གདབ་བྱས་ནས་ཁོ་རང་དཔེ་ཀོ་ལ་འདུག་སའི་ལག་པ་འཆམ་དེ་ནས་ཁོ་རང་དྲན་པ་སའི་ཡག་པོ་དེར་ཞེ་ར་མི་འདུག་ཁོ་ཚོ་འདི་དུས་ཚོད་ཐུན་དུས་ཀྱི་པ་རག་ལ་ཁོ་རང་ཚོ་གི་སྤུ་གུ་ལྔ་དྲུག་སུ་འདི་ཚོ་ཚང་མ་གི་ལེམ་ས་ད་མང་ཆེ་ཕོ་སར་འདྲ་བོ་རེད་ཤ་ཚང་མེད་གི་སྤོ་ལ་དེ་གི་ལྕགས་ལ་ཚང་མ་ཁྱི་སུ་ཨ། ད་སྤོ་ལགས་དེ་ག་ལི་ག་ལི་ཅིག་བསམ་བློ་ཅིག་སླེབས་འདུག་བསམ་པ་ལ་ཡ་ཨ་མཇལ་ལ་ཁོ་རང་གི་དེ་ལག་པ་ལ་ཡ་ལྕགས་ཐག་འདྲ་བོ་ཞིག་བཏགས་ཡོད་ན་ཅིག་ཡོད་སར་དེ་ཐེངས་འགའ་འགྲོ་བསམ་པ་ལ་ཨ་ནི་སྤོ་ལགས་གཞི་ནས་ཁོ་རང་བསམ་བློ་ཁེལ་ནས་ཨོ་ད་དེ་ཚོ་རོགས་པ་བྱེད་མཁན་མ་རེད་ཟེར་དེ་རྐུ་མ་ཡིན་སར་བསམ་ཚེ་ན་ཨ་ནི་སྤོ་ལགས་ཀྱི་ལྟས་ཕ་ཨ་འདྲས་རྩེད་ཀྱང་ངས་ད་ཁོ་རང་གི་ཤུགས་འཐེན་འདྲ་བོ་ད་དེ་འདྲས་བྱས་སོ་ཨ། ཨན་དེ་ཤུ་པ་ར་ལ། ཁོང་ཚོའི་ལེམ་སང་ཁོ་ར། དེ། ལག་པ་གི་དེར་ལྕགས་ལྕགས་ཐག་འདྲ་བོ་དེ་ཁོང་ཚོ་འཕྲོག་ཐུབ་མ་སོང་ཞེས་པ་ཚང་མ་འཕྲོག་ནས་ཁོ་རང་ཚོ་ལེམ་སང། བྲོས་སོང་བ་ཕ། ད་ང་ཚོ་དེའི་པ་ར་ལར་ཅིག་ཕག་རོག་པ་བྱེད་ཡས་ད། དམག་མི་ལ་ཁ་པར་བཏང་ཡས་ད། དེ་འདྲའི་དུས་ཚོད་ཁོ་ར་བྱུང་མ་སོང། ད་ངས་དེ་འདྲའི་བྱེད་དགོས་བསམ་སོང་བསམ་ན་ཡིན་ན་ཁོ་རང་ཚོ་ཕ་གའི་ལ་ཡ་ད་ད་བན་ཆི་ཁ་ལ། མི་ཁ་ཤས་ཞིག་ད་རུང་བསྡད་ཤག་བན་ཆི་ཕ་གའི་གཉིས་གསུམ་སུ་ཡོད་རེད་ཁོ་རང་ཚོ་འདུག་སའི་ཆགས་ཚང་འདྲ་བོ་ཅིག་ཁམས་མདུན་རེད་ཤག། ཁོང་ཚོ་གི་ལྟ་གི་འདུག་སུས་ཡང་དམག་མི་ལ་ཁ་བར་བཏང་གི་འདུག་ཨེ་འདྲ་བྱས་ནས་ཕ་ཆ་ཁ་ཤས་ཕ་གའི་སྐྲུངས་ཏེ་ཤི། ཨ་འདི་ག་ལ་ངའི་བུ་མོ་མཉམ་དུ་ཡོད་རུང་ཨ་སྙིང་རྗེ། ཨ་མོ་ཡོད་དེ་དུས་ཞིའོ་ཅི་ཞེས་སོ་ཨ་ཡ། མོ་འདི incident འདི་ཁ་བཏུག་གོ་ར་ང་ཚོ་རྩ་ལ་ཐོང་རུ་བ། ཨ་འདི་ཞིའོ་ཅི་ཞོན་ནས་མོ་ངུ་འགྲོ་ངུ་འགྲོ་བྱས་ནས་ད་པ་ལ་ནང་ལ་འགྲོ་པ་ལ་ནང་ལ་འགྲོ་ལ་འདི་ད། ཨ་ངའི་སྐྱེ་དམན་དང་ང་ཚོ་ལེམ་ས་ངའི་གི། སྟབས་ཡང་འདི། མོ་ཏྲ་དེས་ངེད་ཀྱིས་ད་ལྟ་དེ་ང་རང་ཚོ་ས་ཆ་ཆུང་སར་གྱི་དེ་ནས་ཡལ་སི་འགྲོ་བ་དང་ལག་པ་གཡོན་ཆོད་དེ་ལ་ངེད་ཀྱིས་མོ་ཏྲ་བཞག་ཡོད། ཨ་ནི་ལེམ་སང། ང་རང་ཚོ་ཡི་ལེམ་སང་ཕར་འགྲོ་བྱས་ནས་ཨ་ནི་མོ་ཏྲ་ནང་ལ་འགྲོ་བཞག་ཡིན་པ། འོ་འདི་འདྲས་ཀྱི་གནས་སྟངས་འདྲ་བོ་ཅིག་ཆགས་སོང། ཨ་ནི་ས་ཆ་དེ་ད་ལྟ་ངེད་ཀྱིས། ངའི་པར་བརྒྱབ་ཡོད། ས་ཆ་དེ། ངེད་རྣམ་པ་ཚོས་པར་བརྒྱབ་ཡོད་དེ་ཟུར་ལ་རྣམ་པ་ཚོ་དེ་སི་དར་བ་ས་ཆ་ཆུང་ས་དེ་ས་ཆ་ད་ག་རང་རེད། སང་ཉིན་དེ་ང་རང་ལས་ཀ་འགྲོ་ཡིན་པ། སང་ཉིན་དེ་ང་རང་ལས་ཀ་འགྲོ་ཙམ་པ་ལ་ཉིན་གུང་ཟེར་བ་རེད་ང་རང་ཚོ་ས་གནས་སྦག་སལ་གྱི་ད་ནང་ང་རང་ཚོ་སུད་སི་ཁོ་རང་གི་སེམས་རྒྱུད་ནང་ལ་ཐོན་ཤ། བོད་དེ་ལོ་དྲུག་ཅུ་ཡས་མས་ཟེར་རེད་ཤ། ཨ་ནི་ཁོ་རང་ཁ་སང་ཆུ་ཚོད་དགུ་དང་ཕྱེད་ཀ་ཆུ་ཚོད་བཅུ་བ་སྟེ་བ་ལ་ཨ་ནི་འདུག་རྐང་འཁོར་དང་འགྲོ་འདུག་ཙམ་པ་ལ་ཡག། ཨ་ནི། ད་ལྟ། ལུང་པ་གཞན་པ་ཕྱི་ལོགས་ཁག་ནས་ཡོང་ངེས་ཀྱི་མི་ཁ་ཤས་ཅིག་གིས་ཨ་ནི། པོ་ལགས་ཁོ་རང་ལ་ཡག་འདུག། བཅོམ་བཞག་ཟེར་ནས་ཨ་ནི། གནས་ཚུལ་དེ། ཏག་ཏག་ཁོ་རང་སེམས་རྒྱུད་དེ་ན་ལ་ཐོན་སོང། ཨ་ནི་ཁོ་རང་སྲོག་ལ་སྐྱོན་དང་དེ་འདྲས་ཅིག་གལ་ཆེ་མི་འདུག། ཡིན་ན་ཡང་ཁོ་རང་ལས་ཅིག་གྱོང་གུད་ཆེན་པོ་རག་བཞག་ཁོ་རང་གིས་ཨ་ནི་ཅིག་བ་གུག་དང་ཆུ་ཚོད་དང་ཨ་ནི་ཁ་བ་དང་དེ་ཚོ་བྱ་སང་ཨ་ནི་འཕྲོག་ཚར་བཞག་ལས་ནས། པའི་གནས་ཚུལ་རྣམས་ལ་སང་ཉིན་ཐག་རང་ལ་ནི། སེམས་འགྱུ་རྣམས་ཐོན་སོ། ད་ངེད་ཀྱི་རྣམ་པ་ཚོ་ལ་ཡང་ནི། འོང་ད་ལྟའི་ཆ་ལ་ཡིན་ན་ད། ཁ་སང་ངེད་ཅག་ཡང་ང་ཕ་སྐད་ལ་བྲེལ་སྤུ་གུ་ཁྲིད་བྱས་ནས་པོ་ལི་ཙེ་མཁའ་འགྲུལ་རྩོམ་པ་ལ་ཡང་ཕ་སྐད་ལ། མི་རིགས་གཞན་པ་ཁ་ཤས་ཤིག་དེའི་ཤ། ཁོ་ཚོ། སྤང་ལ་ཡང། ཨ་ནི་ཡང། ཕ་སྐད་སྤང་བྱེད་ཡོད་རེད་རྩེད་མོ་རྩེ་ས་རྩག་དེ་ལ། ཨ་ནི། དེ་ལ་ཡང་ལེམ་སང། ཉེས་རྟོག་པ་གིས། ཁོ་རང་ཚོ་དོགས་གཞི་ཡོད་ན། ཨ་ལེམ་ས་ཕར་འགྲོ་ཟེར་ནས་ཡང་ཁོ་རང་ཚོ་ལ་ཅིག། ཁོ་ཚོའི་གི། སོ་སོའི་གི Identity Card དང་བདེན་འཚོལ་མ་བརྟག་དཔྱད་བྱེད་ཡས་དང། ཨ་ནི་ལེམ་སང་ཁོ་རང་དམག་མིས་གི་དྲི་བ་བཏང་ཡས་དང་དེ་འདྲས་གི་གནས་ཚུལ་ཆགས། དེ་སྐབས་ལ་ཡང་བརྙན་ཐུང་དག་ང་རང་གི་གཟབ་གཟབ་བྱས་ནས་ནི་བརྙན་ཐུང་ཏེ་གཟིགས་ལེན་ཡིན་པ་རྣམ་པ་ཚོ་ལ་ཡང་ཅིག་གི་ཐུགས་འགན་གསོས་ན་བསམ་ནས

དེ་ཚོགས་འདུ་བརྩམས་པ་ལ་ཡང་ངེས་པར་དུ་ཟབ་གསལ་གནང་རོགས་གནང་ཅིག་འཇིགས་མ་ལ་ཅན་རྟ་ཡ་ལ་སོགས་པ་དང་ཨ་ནི་ཡང་སྤ་གུང་ནང་ལ་དངུལ་ཕོན་ཆུན་པོ་ཁེན་འགྲོའི་འདྲ་བོ་དང་དེ་འདྲའི་རྩ་བ་ཉིད་ནས་མ་གནང་རོགས་གནང་ཨ་ནི་དམིགས་བསལ་གྱི་ཅིག་སོ་སོ་ཡང་ཤུགས་ཆེ་འདྲ་བོ་ཅིག་སོ་སོ་ཅིག་གཅིག་པོ་མ་འགྲོ་བ་བྱེད་ཅིག་སོ་སོ་གྲོགས་པོ་དང་དེ་འདྲའི་མཉམ་དུ་ལ་ཡང་ཤུགས་ཆེ་འགྲོའི་གི་ཐབས་ཤིག་གནང་རོགས་གནང་ལ་ནི་ཞུ་ཡ་ཡིན་ག་འདི་ཨེ་རི་ཡ་འདི་དཔེ་ཞེ་ན་ཚ་བོ་དང་ཉེན་ཁ་ཆེན་པོ་ཡོད་རེད། ད་ཕྱིས་སུ་ད་ལྟ་ཕ་གི་ལ་ཡ་ནི་གཅིག་བིད་འགྲོ་ཀེམ་ར་དག་དེ་འདྲས་བཙུགས་ཡོད་རེད་ཟེར་སྒང་ལ། གང་ཟེར་དེ་ལ་གནས་ཚུལ་དེ་མང་པོ་བྱུང་ཚར་རེད། འོ་འོ་དེ་ཕྱིན་ནས་ད་ངའི་རྣམ་པ་ཚོ་ལ་ཐུགས་འགན་གསོས་ན་བསམ་ནས་ཞུས་ཡིན་ཨ་ནི་ད་ལྟ་ངའི་རོགས་པ་དེ་འདྲས་ཁ་ཤས་བཅས་ཡོད་ཁོ་རང་ཚོ་ཕྱག་ལས་སྐབས་ལ་ཕེ་ཐུ་རྩམ་པ་ལ་ཡ། ཨ་ནི་དེའི་ཡོན་ཡོན་ནས་མང་པོ་འགྲོ་གི་ཡོད་གསུང་གི་འདུག་ཚེ་འདས་པ་ལ་ཨ་ཁོ་རང་ཚོ་ཡིན་ན་གཟབ་གཟབ་གནང་རོགས་གནང་རོགས་ཨ་ནི་གཅིག་ཡང་གཅིག་གི་སྐད་ངན་བར་ཆད་འདྲ་བོ་དག་གཅིག་གི་ཨ་ནི་སྐྱོན་ལ་ཡ་དེ། བྱུང་མ་སྲིད་བ་མ་རེད་བ། ག་དུས་ཡིན་ན་ཡོང་སྲིད་རེད་བ་ཨན་སོ་སོ་ངོས་ནས་གཟབ་གཟབ་བྱས་ཏེ་གལ་ཆེན་པོ་རེད་བ། ངོ་བོ་འདི་ཕྱིན་ད་ངའི་རྣམ་པ་སོགས་ལ་ཅིག་ཐུགས་འགན་གསོས་ན་བསམ་ནས་ཞུས་བཞག་ཡིན། དེ་ཡོན་ཡོན་གྱི་ད་ལྟ་ངེད་ཀྱི་ས་ཆ་ཆགས་ས་དེ་གའི་ནི་པར་དག་ཨ་ནི་འདུག་སོ། བརྙན་ཐུང་ཐུང་དུས་ཐུང་ཐུང་དེ་ལེན་ཡོད་དེ་ཚོ་ཚང་མ་ངའི་གཤམ་ལ་རྣམ་པ་སོགས་ལས་ནི་ངེད་ཀྱི། གླུ་བཞག་གི་ཡིན་ཨ་མདའ་མོ་ཚོ་དེ་ཟིག་རོ་ན་རོ་ཨ་ཨ་ནི་དམིགས་བསལ་གྱི་འོང་ད་ལྟ་ཕྱི་ལོག་ཁང་ནས་ཡང་གཅིག་ང་རང་ཚོ་བོད་རིགས་སྤུན་ཟླ་ཕྱི་ལོག་ཁང་ནས་ཡང་ཁྱམས་ཁང་ཕེབས་ངེས་དེ་འདྲ་ཡིན་པ་ཡིན་ན་ཨ་ནི་ས་ཆ་འདི་ལ་རྣམ་པ་ཚོ་ཕེབས་དུས་ཙམ་པ་ལ་ངེས་པར་དུ་ཟབ་ཟབ་གནང་རོགས་གནང་ད་སྤྱི་དང་ནས་ས་གནས་ཚང་མ་ལ་ཡང་ས་ཆ་ཉེན་ཁ་ཆེན་པོ་ཡོད་ཡོད་རེད་ཡིན་ན་ཡང་ད་སྦག་སལ་དེ་བ་ལ་ཡང་རྣམ་པ་ཚོ་ཕྱི་ལོག་ཁང་ནས་ཡང་སོ་སོ་ངོ་ཤེས་པ་དེ་འདྲ་ཐུག་ག་ཡོང་ངེས་ད་ཡང་གཅིག་ང་ཚོ་ས་གནས་སྦག་སལ་གྱི་དུས་ཆེན་ཁག་གོ་སྒྲིག་བྱེད་དུ་བརྩམས་པ་ལ་ཡང། མཚན་ཚོགས་དེ་འདྲའི་འཚོགས་བྱེད་དུ་བརྩམས་པ་ལ་ཡང། དེའི་སྡེ་བ་ལ་རྣམ་པ་ཚོ་ཡང་གཅིག་གིས། ཡུན་རིང་པོ་ཕྱི་ལོག་སྡེ་བ་ལ་ཕེབས་ཆུ་བཏུང་འདས་དེ་འདྲ་བྱས་ནས་བསྡད་མ་སྲིད་པ་མ་རེད་བ། དེ་དུས་དེ་ཡང་ཡར་མར་ཕེབས་བ་སྐབས་སྡེ་བ་ལ་ཡིན་ན་ཡང་གཅིག་གིས། ཁ་བྱང་གནང་རག་དེ་འདྲ་བྱུང་མ་སྲིད་པ་མ་རེད་བ། སོང་ཙར་ད་ད་ལན་རྣམ་པ་ཚོ་ལ་ཡང་གཅིག་ཕན་ན་བསམས་ནས་ཨ་ངས་ཀྱིས་དེ་འདྲའི་བརྙན་ཐུང་ཐོན་དུས་སུ་བཟོས་བཞག་ཡིན། ལ་སོགས་ནི་མཐའ་དོན་དག་རང་ཡིན། ནི་རྣམ་པ་ཚོགས་ངེས་ཀྱི་བརྙན་ཐུང་འདི་རྣམ་པ་ཚོགས་ཀྱི་སྤྲོ་སྒོ་ཆུང་བའི་རེ་བ་ཡོད། ནི་རྣམ་པ་ཚོགས་མི་གཅིག་ལ་ཡིན་ན་ཡང་ཕན་ཐོགས་བསུ་ན་ཁོང་ཡང་ཕན་ཐོགས་བར་བ། སོང་ཙང་ནི་དག་རང་ཡིན། མཐའ་དོན་ནི་རྒྱལ་བ་དོན་གྱི་བདག་པོ་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་ཆོས་སྐུ་ཚེ་ཡུན་རིང་གནས་པ་དང་བོད་དོན་བདེན་མཐའ་མྱུར་དུ་ཐོས་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་འདི་དག་རང་འཚམས་ཤ་ཡིན་བརྙན་ཐུང་རྗེས་མ་ལ་མཇལ་ཡོང་དུ་བྱས་ན།